ལྟར་ཡིན་དང་ཡིན་དཔེར་ན་ང་རང་འདྲ་བོ་ཁྱེད་ལ་ཆ་མཚོན་པ་ཡིན་མིན་ནི་ངའི་མི་ཚེ་ནང་ལ་དཀའ་ངལ་མང་པོ་འཕྲད་ཚར། ད་དེ་ཡང་རོབ་ཙེ་རུ་བཞུད་པའི་མི་དང། ང་བོད་ལ་ཡང་ཡོད་པའི་སྐབས་ལ་ཡང་དང་ང་རང་ཆུང་ཆུང་སྐབས་ལ་ཡང་ལོ་བདུན་གྱི་སྤོ་རུ་ལ་ཨ་མི་དང་ཕ་ཡུལ་ལ་བསྡད་པ་རེད། དེ་དུས་ཟ་ནི་དང་ང་རང་བསམ་བློའི་ནང་མི་ཚེའི་ནང་སྐྱིབས་ཤོད་རུ་བྱེད་ཡིན་བསམ་དྲན་འདུག་ག་རེ་ཟེར་ན་དེ་གཡོག་མ་རུ་དཀར་ཟ་འགན་ནི་གཡོག་མ་རེད། དེ་ནི་ཕ་མ་ནི་ཆེས་ལས་ཡག་རེད། དེ་ནི། ངའི་ཕ་ཡུལ་དེ་ནི་ས་ཟིན་སྐྱིད་པོ་ཞིག་རག་ཡག་བ་རེད་དེ་ནི Hindustan དེའི་རྒྱུ་མཚན་བསྟན་ནས་ད། ཕྱི་དང་ནང་གང་ཆ་ནས་བསམ་བློ་བཏང་བ་ཡིན་ན་ཅི་ཕ་གཞི། མི་འཛིན་ནང་གི་དུས་ཚོད་སྐྱིབས་ཤོད་འདྲ་པོ་དེ། ང་རང་དེ། ལོ་བདུན་ཡན་ཆད་ཀྱི་དུས་ཚོད་དེ་ཡིན་བསམ་དྲན་པ། ད་དེ་ནི། ལོ་བདུན་སོན་པའི་སྐབས་ལ་ཡ་ད་སྐར་མ་པ་རེད་ཟེར་བྱས་སྐར་མ་པ་ཡིན་པ་ངོས་འཛིན་བྱས་པ། བདག་མི་ཚོས་བསམ་ལེ་ང་ལ་བདག་བཀའ་མ་པ་ཡིན་པ་ངོས་འཛིན་བྱེད་ཚོད་དུ་སང་བདག་བཀའ་མ་པ་ཟེར་ཏེ་ཕྱག་ན་པས་གར་བྱོན། བདག་ཕྱོགས་གཅིག་ནས་གཅིག་ཐོག་གོ་ས་ར་བ་ཅིག་ཡོད་ར་ལ་ཕྱོགས་གཅིག་ནས་བདག་ག་དར་ཅིག་ཟས་དང་གོས་ལ་སོགས་པ། ཕུང་པོ་མེད་པ་སོ་སོ་གིས་གང་འདོད་འདོད་ར་བ་ཅིག་ཡོང་གི་རེད་བསམ་སང་ར་བ་ཅིག་དང། དེ་ནས།

ང་བོད་ལ་ཡག་ག་རེ་དང་ང་ཚུར་བུ་དགོན་པ་ལ་ཡང་མ་ཡོང་གོང་ལ་ཡང་ད་ཀ་མ་པ་རེས་ཐག་གཅོད་བྱས་ཚ་ནས་ཚུར་བུ་དགོན་པ་ལ་མ་ཡོང་གོང་ལ་ཡང་ཨ་ནི་ཚུར་བུའི་གི་སྐབས་དེ་དུས་ས་མཐའ་ཆང་མཛོད་ཡོག་ར་ཆང་མཛོད་དེ་གི་མི་ཞིན་དག་ལ་ལབ་རེས་དེ་མི་ཞིན་དག་ང་ལབ་སོང་མི་ཁ་ཤས་ག་ལབ་སོང་ལབ་རེས་ག་རེ་ལབ་ཟེར་ན་ཀ་མ་པ་ཡིན་ན་ཡིན་སུ་ཡིན་ན་ཡིན་ཧ་ལ་ཡག་གེ་མེད། འདིའི་སྒང་ལ་བཏང་གི་མིན་ལབ་རེད་ད། ད་འོག་ལ་མ་གནང་གི་ཡིན། ཨ་ནི་འདིའི་སྐད་ཡན་ཆོད་ལ་ཡང་བཏང་གི་མིན། ལབ་རེད། འོ་དེ་ལབ་པ་ན་བཞིན་ཅིག་ལག་ལེན་ལ་དེ་འདྲ་བོ་ཅིག་བཏགས་ཡོད་རེད། ང་ཆུང་ཆུང་སྐབས་ལ་ཡང་དེ་ནས་དཔེར་ན། མི་གཞན་དག་གིས་འབུལ་བ་ཕུལ་ན། ད་འབུལ་བ་ཕུལ་ས་དེ་ད་སྐར་མ་པ་ལ་འབུལ་བ་ཕུལ་དགོས་ཡོང་རོགས་དང་སྐར་མ་པའི་མཚན་དེ་ལ་དེ་ནས་འབུལ་བ་ཕུལ་དགོས་རོགས་པ། དེ་ནས་ད་འབུལ་བ་ཕུལ་ས་དེ་ད་ང་ལ་ཕུལ་ཡོང་རེད་མི་ལྟ་ས་ལ་ད་ང་ལ་ཕུལ་སོང་བསམ་པ་འདྲ་བུ་ཅིག་དང་ངས་བདག་པོ་རྒྱག་གི་རེད་བསམ་པ་འདྲ་བུ་ཅིག་དྲན་གི་བ། ཡིན་ན་ཡང། ཕུལ་ས་དེ་ངའི་རྩ་ལ་ཕུལ་བ་རེད་དེ་བདག་པོ་རྒྱག་མཁན་དེ་མི་གཞན་དག་ལས་རྒྱབ་ལོག་དེ་ཡོང་རོགས་དང། དཔེར་ན། ང་ལ་ཡང་རྒྱུས་ཡོད་མཁན་ཕྱི་རྒྱལ་མི་དེ་འདྲས་ཐའེ་ཝན་གྱི་མི་དེ་འདྲས་ཡོད་རེད། ཁོ་ཚོ་དང་ང་ལ་རྒྱུས་ཡོད་དུས་ས་ནས། ད་ཁོ་ཚོས་གར་བྱས་སོང། མཇལ་ཁ་བསྟོན་དུས་ས་ནས། ཨ་ཁོ་ཚོ་མདུན་དེ་ཡོད་རེད་བ། དེ་ཀོག་ཏུ་ག་ལ་ཡ་ཨ་ནི་བའི་མི་གཞན་དང་ཧ་མ་གོ་བྱས་བྱས་ཨ་ནི་ཤོག་ལྕགས་ར་བ་དེ་འདྲས་ཀོག་ཏུ་ག་ལ་ཡ་གདན་གི་འོག་ལ་ཡ་བཞག་ཡོང།

ཐེངས་གཅིག་ལ་ཡང་ཏོག་རུ་འབུ་བྱེད། ད་ཡང་སྲིད་ངོས་འཛིན་བྱེད་རོགས་གྱིས་བྱས་བྱས། ཨ་ནེ་དེ། ཨ་ཧྲག་དེ། དེ་དུས་གནས་ནང་དགོན་པའི་དགེ་རྩ་དབུ་འཛིན། བླ་མ་བྱེད་བ་རེད་ཁོང་གིས་ང་ལ་ཡང། གསེར་གྱི་སྟོན་པའི་སྐུ། གསེར་གྱི་ཐག་པ་ཡོད་དེ་འགེ། ཐག་པ་ཡོད་དེ་འགེ། གསེར་གྱི་སྟོན་པའི་སྐུ་འདི་ག་ཚོད་བྱེད།

རྫིག་པོ་འདུག་ཨེས་ལ་གོ་འདུག་ཟ། ཨེ་ལ་བུ་ས་ད་ཁོག་ཏིག་ཁོག་པའི་ནང་ལས་ད་མེ་འབར་གི་འདུག་ཟ། ངས་འདི་སྐར་མ་བར་ལ་ཕུལ་ཡིན་མ་ད་ཁྱོད་རང་ལ་སྤྲད་མེད། གར་བྱེད་རྟགས་ཡིན་བསམ་དྲན་སོང་དུ་ཡིན་ན་ལ་ཕོད་མ་བཅུག་ཟ། ལ་ཕོད་མ་བཅུག་ཟ། ཨ་དེ་འདྲ་ཅི་ང་ལ་གོ་འདུག། ཨེ་དེ་ཙམ་དུ་མ་ཟེར་བའི་སྤྱི་སྟངས་བྱས་ན་ངའི་གི་ཕ་མ་དེ་ཚོ་སྐལ་པ་སྔ་མོ། སྔ་མའི་ལུགས་སྲོལ་ལས་ཡང་ཀ་མ་པ་ད་གར་ཤོར་བའི་ཚེ་ཀ་མ་པ་དེས་ད་ཆུང་དུས་ནས་ད་ང་ཆུང་དུས་ནས་ཕ་མས་གསོས་དེ་འདྲ་བྱས་དུས་དེའི་གི་ཅིག་གར་ཤོར་བའི་ད་པའི་ཅིག་གསོས་ནས་ད་དེའི་ཚུལ། སུ་བོ་ལབ་རང་གི་ཚུལ་བདག་པོ་རྒྱག་དུས་སམ་ད་དེ་ལ་ཅིག་དེའི་གི་དོད་འདྲ་བོ་ཅིག་ཁོ་ཚོ་ལ་ཡང་སྤྲད་དགོས་ཨང་འདྲ་བོ་ཅིག་ལུགས་སྲོལ་དེ་བྱེད་བ་རེད་ད་ནང་བཞིན་གི། ཡི་གེ་ཆུ་བོ་དགོན་པ་ལ་ཡང་ཕ་མ་བསྡད་ས་དེ་འདྲའི་ཁང་པ་འདྲ་བོ་རྒྱག་དགོས་ཨང་ཅིག་ལུགས་སྲོལ་ཡོད་རེད། དེ་ལུགས་སྲོལ་ཡོད་རེད་དེ་ཡིན་ན་ཡང་ཕ་མ་དེ་སྲིད་ཁང་པ་ཕ་སྲིད་སུ་སྲིད་རེད། ད་ནམ་རྒྱུན་གྱི་ཕ་མ་དང་ཐུག་འཕྲད་བྱས་ཡར་ད་ཉི་མ་གཅིག་ལ་བཅུ་དགོན་པ་ལས་ཕ་མ་དེ་སྲིད་ཡོད་དུས་སང་ཉི་མ་གཅིག་ལ་ཐེངས་གཅིག་ཙམ་མ་གཏོགས་གཅིག་གིས་ད་ཞི་དྲག་ཞི་དྲག་ཡོང་ཕོད་པ། ད་ལྟ་བར་དུ་བཅུ་དགོན་པའི་བྱང་བཙོན་དྲག་རྩལ་བླ་རྒན་དེ་ཚོའི་ཐུགས་ལ་ཕོག་འགྲོ་ཡོང་བསམ་ནས་དེ་ཡོང་ཕོད་པ་ད། ཡོང་ཕོད་ལ། ད་དུང་དེ་ཙམ་དུ་མ་ཟད་པའི་ཡིན་ཡང་ངས་ཨ་ཨ་ཕ་དང་ཨ་མ་དེ་ཚོའི་ད་ཅི་ངོ་ཤེས་པར་འདི་འདྲའི་དང། ཡང་དེ་ཁམ་ཅི་ངོ་ཤེས་པར་གྲོགས་པོ་དེ་འདྲས་ཁྲིད་ཡོང་དུས་སང་ནས། ད་ཡང་དེ་ཚོ་ཁྲིད་ཡོང་གི་འདུག་ཟེར་བ་དེ་འདྲས་གི་པའི་རྙོག་དྲ་ཞེ་ཨ་ལ་སོགས་པ། ད་ན་བཞིན་གི་ངེད་ཀྱི་སྲིང་མོ་དེ་ད་སྲིང་མོ་གཅིག་གཉིས་ཀྱི་ད་སྲིང་མོ་མང་པོ་ཞིག་ཡོད་པར་བ་དེ་ནང་ནས་སྲིང་མོ་གཅིག་གཉིས་གཅིག་གི་གེ་སུ་བུ་བསྒོམ་པ་ལ་ཡང་གར་ཆག། སུ་སུ་བུ་བསྒོམ་པ་ལ་ཡང་ནི་གེ་མཚམས་རེ་བ་ཞིག་དེད། དེ་ནི་མཚམས་སམ་ང་ཐུག་ག་ཡིན་དགོས་རེད། དེ་ཡོད་དུས་ས་ཐག་ཐུག་ཆོག་གི་མེད། ཡབ་དང་ཡུམ་གཉིས་ན་གནས་ཚུལ་ཁ་ཁ་ཡིན། གཞན་དག་དེ་ཚོ་ཐུག་ཆོག་གི་མེད། ད་དེ་འདྲས་གི་པའི་གནས་ཚུལ་ཤེས་ཨ། ད་དེ་འདྲས་ཡིན་དུས་ས་དེ་འདྲས་གི་རྙོག་དྲ་མང་པོ་བྱུང་རེད་རྙོག་དྲ་མང་པོ་བྱུང་ནས་ཐ་མ་འུ་ཐུག་ནས། ཅི་ད་ངེད་ཀྱི་ཨ་ཕ་ཨ་མ་དེ་དཔེ་མི་སྲིད་གཉོམ་ཆུང་རེད། ཀ་མ་པས་ཀྱི་ཨ་ཕ་ཨ་མ་ཡིན་བསམ་བསམ་རུང་དེ་འདྲས་ཀྱི་ང་རྒྱལ་དང། དེ་འདྲས་ཀྱི་པའི་གར་ཤོར་བ་ཅིག། ཆེ་འགྱིང་འདྲ་བོ་རྩ་བ་གཉིས་ནས་ཡོང་མ་རེད་དེ་ཡིན་པས་ན་ད་འུར་འདྲ་བོ་ཅིག་ཐུག་ཚེ། ཉི་མ་གཅིག་ལ་ཡང་དེ་ངེད་ཀྱི་ཨ་ཕ་དང། ད་ནས་ཅིག་ཨ་ཕ་གི་གྲོགས་པོ་བྱ་རེད་དེ་གཉིས་ནི་ངའི་ཙག་ལས་སོ། ད་ཅིག་ཚུར་ལབ་རང་ལ་སྐད་ཆ་ཞེས་ན་མ་རྩ་ནས་འགྲིག་ས་མ་རེད། འདི་འདྲའི་རྗེས་འདེད་དེ་ན་རྩ་ནས་འགྲིག་ས་མ་རེད།

ད་དེ་འདྲས་ཀྱི་གནས་སྟངས་ཡོད་རེད་དེ་ནས་ངས་ཀྱི་ང་རང་ཆུང་དུས་ནས་དེ་ནས་དེ་ཆང་བཅོས་དེ་ཚུལ་གྱི་འོག་ལ་ཡང་ཅིག་གར་ཞུ་བ་ད་ཅིག་ཆུང་དུས་ནས་དེ་དུས་གཙང་ངོ་ལོ་བདུན་རེད་བ། དེ་དུས་ནས་ད་ཁོ་ཅིག་མ་གནས་མི་བཞག་པ་ཡིན་དུས་སང་ད་ཞེ་ར་སྐད་ཆ་བཤད་ཕོད་གི་མེད། སྐད་ཆ་བཤད་ཕོད་གི་མེད། ད་ཐེངས་གཅིག་ལ་ཡང་ག་རེ་རེ་ཅིག་བྱས་ནས་ངས་སྐད་ཆ་རུ་ཚིག་ཁ་ཤས་ཅིག་བཤད་ཡིན། སྐད་ཆ་རུ་ཚིག་ཁ་ཤས་བཤད་ཡིན་པས་ན། ང་ཀོ་དེ་ཕྱག་མཛོད་ཀོ་ཁོང་ཁྲོ་ཞི་བའི་ས་ཆེ། ངའི་ཚ་ཡོང་དེ་དེ་དུས་ང་ཆུང་ཆུང་མ་དག་ཡོད་མ་རེད། ངའི་ཚ་ཡོང་དེ་ངའི་ལག་པ་གཉིས་དེ་ཚུར་ཤུག་ཅིག་འཛུལ་བྱས་པས། ག་རེ་ཟེར། ཁྱོད་རང་ལོ་ཆུང་ཆུང་འདི་འདྲའི་ལ་ཡང་ཨ་ནི་ད་དུང་ཅིག་སྐད་ཆ་རུ་འདི་འདྲའི་བཤད་ཧ་བྱས་པས་རེད་མདོག་མདོག་རེ་བྱས་བྱས།

འོ་ད་དེ་ཁོས་ཀྱི་འཚོ་བ་འགྲུབ་པ་དེ་སྐྱིད་པོ་འགྲུབ་པ་ཅིག་དང་ཁོ་ལ་རང་དབང་ཆེན་པོ་འགྲུབ་པ་ཅིག་དང་ད་ག་ནང་བཞིན་ཁོས་ཀྱི་སྐད་ཆ་ག་རེ་བཤད་པ་ཡིན་ན་ཡང་ད་ཅིག་ཚང་མ་ལོག་པ་ཉན་གི་རེད་བསམ་བསམ་རོགས་ཞིག་དེ་ནི་ཅིག་བསམ་བློ་རུ་འབྱོར་བ་མིན་དེ་རིགས་ཆགས་མེད་ད་ལྟ་ཡང་ཆགས་ཡོད་མ་རེད་ལ་སྐལ་པ་སྔ་མོ་ཡང་དེ་འདྲ་ཅིག་ཆགས་ཡོད་མ་རེད་བསམ་འདྲ། ལྷག་པར་དུ་རྒྱང་བ་མི་རྒྱུད་དོ་ཅིག་ད་གོང་ལོ་ཆུང་ཆུང་སྐབས་ནས་ད་ཁོང་སྐར་མ་པ་རེད་མ་རེད་ཟེར་ཡག་གི་ཁོ་རྩོད་པ་རེ་བ་ཇི་ཡོད་དེ་རེ་བྱས། ཨ་ནེ་ནུབ་ཕྱོགས་པའི་ཕྱོགས་བྱེད་མཁན་གྱི་མི་དེ་ཚོས་ཀྱི་ག་དུས་ཡིན་ནའི་ཅིག་ཀ་མ་པེ་ལ་ཡ་ཅིག་ག་དུས་ནས་རྒྱབ་བཤད་རུ་བརྒྱབ་ཅིག་དེ་འདྲའི་བཤད་དེ་ངས་ཀྱི་མང་པོ་བྱུང་འདུག་དེ་འདྲའི་ཅིག་གི་ཁོར་ཡུག་ནང་ལོར་ལ་ཡ་སོགས་ཚོགས་དགོས་པ་ཙམ་དུ་མ་ཟད་པའི་ད་དུང་ཡང་ཀ་མ་པེ་གྱི་དེ་རིང་མཛད་པ་ཁྲི་ལས་སྐྱོང་ཡ་ཟེར་བ་དེ་ལས་སླ་བོ་ཅིག་མ་རེད་བ། ཡིན་ན་ཡང་ང་ཚོས་ད་ལྟ་དཔེ་ཆ་ཀློག་དུས་ལས་སླ་བོ་འདུག་བ་ཁོ་དཔེ་ཆ་མ་ཀློག་ཤག་ད་ལས་སླ་བོ་རོགས་པ་ད། ཡིན་ན་ཡང་སོ་སོ་དེའི་གི་གོ་ས་དེ་ལ་ཡག་ཅིག་བཞག་ནས་བསམ་བློ་ཅིག་བཏང་པ་ཡིན་ན་ལས་སླ་བོ་རེད་མི་འདུག་བ། དེ་རིང་དུས་དེའི་རྒྱུ་མཚན་ལ་བརྟེན་ནས་ང་ཚོའི་གི་ག་རེ་བསམ་བཏང་འགོག་འདུག་ཟེར་ན་ད་རྒྱལ་དབང་མི་རྒྱུད་དུ་ཕྱོགས་ཆེན་ནས་སངས་རྒྱས་བྱོན་ཟིན་པའི་སྤྲུལ་པ་ཡིན་གྱི་རེད། ད་ནང་བཞིན་གི་ཅིག་མཁྱེན་པ་དང་རྟོགས་པ་ཡོད་ཀྱི་རེད་ཡིན་ན་ཡང་དེ་ཡིན་པ་དེ་ང་ཚོའི་ཧ་གོ་བོ་མ་རེད་བ། ཡིན་ན་ཡང་འགྲོ་བ་མི་ཞིག་ཡིན་པའི་དབང་དུ་བཏང་པ་ཡིན་མིན་ན